ཚང་མ་ལ་འཚམས་འདྲིར་དེ་ལ་ཞུ་བ་དང་ཨ་ནེ་ཡང་དེང་སང་ཚོ་ཕྱི་ལོ་ཉིས་སྟོང་བཞི་རྩ་གཅིག་ལོ་སྤྱི་ཟླ་བཅུ་གཉིས་ཡང་ཚེས་བཅུར་སྐུ་ཉིད་དེ་ལྟར་ར་ཤི་ཡའི་དང་ཡུག་རེན་གཉིས་ཀྱི་དེ་རིང་གང་ལྟར་དམག་གི་གནས་སྟངས་དེ་གང་འདྲ་ལ་འགྲོ་གི་འདུག་སྙན་དུ་བཀོད་ལ་ཨ་ནེ་དེ་ལ་བརྙན་ཐུང་བདུན་བརྒྱ་དྲུག་ཅུ་ར་དྲུག་བརྩིགས་ཟེར་ནས་དེ་ཤི་ད་དེ་མཉམ་དེང་སང་གཙོ་ཨན་ད་ར་ཤི་ཡའི་དང་ཡུག་རེན་དམག་དེ་གི་མཉམ་དུ་ཡང་ཨ་ད་དེ་ཤི་ལ་ཕེ་དང་གཙོ་ཨན་ད་ཨིས་ར་ཨེལ་དང་ད་དེ་པེ་ལི་སེན་གཉིས་གི་རྙོག་དྲ་དང་དྲལ་འགྲོ་གི་དོ་ཉེ་དེ་ཀོལ་ཨ་ཨན་ཡང་དེང་དེ་ད་ཐུང་ཐུང་གི་ཨ་ཤེ་ན་སམ། དེ་ཤི་ད་དེ་མཉམ་དེང་སང་གཙོ་ཨན་ད་བརྙན་ཐུང་གི་རྩ་གནད་དེ་མཐའ་མ་དེ་གི་ནང་ལོ་ཡང་ང་ཚོ་ག་ཟེར་ཏེ་ཨན་ད་སི་རི་ཡའི་དེར་ད་ཅི་ཨ་རྙོག་དྲ་དེ་ཀོལ་ཨ་ཡང་དེང་དེ་ད་ཐུང་ཐུང་གི་ཨ་ཤེ་ན་སམ། དེ་ཕྱི་ད་ལྟ་ཏི་སེལ་ཕེ་དང་གཙོ་ཕན་ད་ར་ཤི་ཡའི་དང་ཡུག་རེན་གྱི་དམག་དང་འབྲེལ་བའི་ཐོག་མཐའ་ཏི་སེ་ཨ་གནས་ཚུལ་གསར་བ་བཟོ་ར་ཡིན་ན་རེམ་ཏི་སེ་ད་ཨ་འགྱུར་བ་གས་ཆོག་ཅིག་ག་རེ་ལས་འདུག་ད་ཏི་གང་ལྟ་བུ་ད་ད་དང་དགོང་རང་ད་ད་སྤྱི་ད་བཅུ་གཉིས་ད་ད་ཚེས་བཅོ་བརྒྱད་ཀྱི་ཉིན་སུ་ལ་ད་ད་ཡུག་རེན་གྱི་ངས་ནས་ད་ད་ར་ཤི་ཡའི་ས་ཁུལ་ད་ད་རོ་སི་ཏོ་ལ་ཉེ་ཐེ་ན་ལ་ཡའི་རྒྱུ་དེ་རི་ད་ཅིག་ཨ་སྣུམ་ཁང་ཅིག་ལ་ཨ་གཏོར་སྐྱེན་བཏང་ཡོང་དེ་རི་གང་ལྟ་བུ་ཕེ་གནས་ཚུལ་ཅིག་ཨ་ཐེན་ཏི། ཨར་མདའ་འདི་དེ་འདྲ་གནས་ཚུལ་དང་འདྲ་གང་འདྲ་རེད་ཤེས་ས་ཁུ་རོ་སྟོ་གི་དེར་ལྟ་ཅིག་རྫོང་དཔོན་དེ་ངས་ནས་ཨར་འདི་འདྲ་གང་འདྲ་བེད་ལྟ་ཅིག་གསལ་བསྒྲགས་བྱས་སོ་ཨར་མདའ་དེ་གང་འདྲ་གསལ་བསྒྲགས་དང་འདྲ་གང་འདྲ་མདང་དགོང་དེ་འདྲ་ཚེས་བཅོ་བརྒྱད་ཀྱི་ཉིན་སོ་ལ་ཨར་འདྲ་ཡུག་རེན་གིས་ངས་ནས་ཨར་མི་མེད་གནམ་དུ་ག་ལ་གང་འཚམ་ཅིག་འདྲ་ཨར་དེ་གི་མཉམ་དུ་ཨར་མི་ཤུགས་འཕུམ་འདྲ་གང་འདྲ་ག་ལ་གང་འཚམ་མང་པོ་ཞིག་འདྲ་དེ་དེ་འདྲ་ས་ཁུ་ནང་ས་གཡུག་ཡོད་ཨར་དེ་གི་གཡུག་བས་དེ་ནང་ལྟ་ཅིག་དང།

དེ་ཤ་ཐིམ་ཡང་ཏིག་སང་ཇོ་ཨ་ནེ་ཛུ་ཁའི་ཆོ་གང་ཟུ་གང་རེ་གོ་སོ་ད་ཏི་གང་ཏི་ད་ཏི་དང་གོང་དེ་ཏི་ཚེས་བཅོ་བརྒྱད་ཀྱི་ཉིན་ཟུ་ལ་ད་ཏི་རེ་ཤེས་དེ་སུང་ལེ་གུ་ངེ་ནེ་ཨ་ནེ་ཡང་སེ་ད་ག་ཟུ་ར་ཅི་ག་རེ་ཅི་ད་ཏི་གང་ཏི་ད་ཏི་དང་གོང་དེ་བ་རང་ད་ཏི་རེ་ཤེས་མ་མི་ངེ་ནེ་ད་ཏི་ཡུག་རེན་ཤ་ཅིར་ཡུག་རེན་གི་སོའུ་དེ་ཏི་འབྲོ་ནེ་སི་ཀི་ནང་ལ་ཡེ་ཁྱོ་དེ་རེ་ད་ཅི་གྲོང་གསེབ་གི་ཟུ་ར་ཡ་མ་དེ་རེ་གང་ཏི་བེ་ད་ཅི་ས་ཁུལ་གཉིས་ཅིག་ཟ་ཚར་ཡོད་དེ་རེ་གང་ཏི་བེ་སེ་གྲགས་བྱེད་ཟུ་ར་ཨ་ནེ་དེ་རེ་སེ་གྲགས་བྱེད་ཙམ་མ་ཡིན་པ་ད་གང་ཏི་དེ་ཏི།

ཡུཀ་རེན་ཤ་ཡུཀ་རེན་གྱི་ས་ཁུལ་ཏྲུ་ནེས་ནའོ་ལ་ཨ་རི་ར་ཤི་དམག་མི་ངན་ནས་ཨ་རི་ཉི་མ་ཉི་མ་ལ་ཧང་ད་ད་ཅིག་ཡུཀ་རེན་གྱི་ས་ཆ་ག་ལ་གང་ཙམ་ཟ་གི་ཡོད་ཟུར་ཡ་མ་ཧང་ད་ཕིག་གི་ཕྱོགས་ནི་ཨ་ནི་ཞི་བོ་ཞིང་ད་བས་ད་ཅིག་ཤུགས་ཆེ་བོ་ཞིག་འཛིན་གི་ཡོད་དེ་ཨ་ནི་གསལ་བོ་གསལ་རྐྱང་འདྲ་བོ་ཅིག་རེད།

ད་ད་ལས་ད་ལྟ་བྱང་ཀོ་རེ་དམག་མིས་ར་ཤི་ཡ་ལ་བྲོས་ཨ་ནི་ར་ཤི་ཡ་ལ་བྲོས་ཡ་ཙམ་མ་ཡིན་པ་ད་གང་དུ་ཁོང་ཚོ་བེད་ད་ཅིག་དམག་སེང་ལ་བཏང་རོགས་བོ་དེ་བཏང་ཚར་ནས་བཟུང་སྟེ་ཨ་ད་གོང་ས་བར་དུ་བྱང་ཀོ་རེ་དམག་མི་བརྒྱ་ཚེ་ཡུག་རེན་གི་གསད་ཚར་བྱས་ལ་ཨ་ནི་དམག་མི་བརྒྱ་གསད་ཙམ་མ་ཡིན་པ་ཨ་ནི་དམག་མི་ཆིག་སྟོང་ཚེ་ལང་ད་བེད་ད་ཅིག་རྨས་སྐྱེན་བཏང་བཞག་ལ་འདི་རིགས་གང་ད་བེད་ད་ཅིག་གསལ་བསྒྲགས་སུ། ཨ་ནི་དེ་འདྲ་གི་སྙན་ཐོ་དེ་དག་ང་ཚོ་ཁ་གསལ་ཏེ། ཨ་ད་ལྷོ་ཀོ་རེ་དེར་ད་ཅིག་གསང་བའི་ལས་ཁུངས་བསྟན་ཟེར། ཨ་ལྷག་གསང་བའི་ལས་ཁུངས་བསྟན་ཙང་མ་ཡིན་པ་གང་ད་ལྷོ་ཀོ་རེ་དེར་ད་ཅིག་གྲོས་ཚོགས་ཀྱི་ཚོགས་མི་ཅིག་ངེས་ནས་ཨ་ནི་དེ་འདྲ་གང་ད་བས་ད་ཅིག། གསལ་བསྒྲགས་སུ་ར་ཅིག་གང་ད་བྱེད་ཟེར་བའོ་དེ་ཚོ་ལ་ད་ཡི་སྐབས་སུ་ད་གང་ད། ད་བར་ཆད་ཟེར་ད་ཟླ་བ་གཅིག་གཉིས་ཀྱི་ནང་ལ་ཨ་ནི་གང་ད་བས་ད་ཅིག་དམག་སྲི་ནང་ལ་ཨ་ནི་བྱང་ཀོ་རེ་དམག་མི་ལ་གང་ད་བས་ད་ཅིག་དཀའ་ངལ་ག་ལ་ག་ལ་གང་འཚམས་འཕྲད་ཟེར། ཨ་ནི་ཁོང་ཚོ་ལ་གང་ད་བས་ད་ཅིག། ཕམ་ཁ་སོགས་རོགས་རམ་ཡོད་དེ་འདྲ་གང་ད་བས།

སྙིགས་མ་དེར་མཉམ་འདུག་དེར་དམག་སྦྱོང་དེར་ཤུགས་ཆེ་བ་ཞི་བ་བྱེད་མྱོང་མི་འདུག་བ་དེ་ལ་སོང་ཙང། ཕན་ཚིག་བར་ལ་ད་ཅིག་ཁ་ལོ་བསྡམས། དམག་རྒྱག་ཡང་མཉམ་འདུག་སྤྲོ་ཡི་ཁ་ཟུར་ཕས་ད་ཅིག་ཁ་ལོ་ད་ཅིག། དམག་སྤྱི་ཞིག་སྐད་རྒྱག་པ་ལ་འགྲོ་ཐུབ་པའི་དུས་སུ་ཁག་པོ་ཡོད་རྒྱུ་ཟུར་བ་ཡ་མ་གང་ད་ཕས་སྦྱོང་བརྡར་དུས་སུ་ལོ་ཁར་སོང་ན་དེའི་གང་ད། དཀའ་ངལ་ཁོ་ཚོ་ལ་གལ་ཆེ་དེ་ཡ་ས་དེ་ཙམ་མ་ཡིན་པར་བྱང་སྐུ་རེ་དང་རེ་ཤས་གཉིས་པ་ཀྱི་སྐད་དེ་རྦད་དེ་ལོ་ཁར་བ་བོ་དེ་སོང་ནི་ཕག་ཟུག་སྐད་འདམ་ཧ་འདྲེ་བའི་དཀའ་ངལ་ཕག་ཟུག་གང་ད་ད་ཅིག།

མཐོ་རིམ་གྱི་གོ་སྒྲིག་ཨ་རིའི་ཡུ་རོབ་ཀྱི་མཐོ་རིམ་གོ་སྒྲིག་ཙམ་མ་ཡིན་པ་དང་གཙོ་བོ་ནས་ཕྲུག་གི་གོ་སྒྲིག་དང་གོ་སྒྲིག་ཚོགས་ཁང་ཁ་ཟས་དེ་དམག་རུ་སྒྲིག་ཚོགས་ཁང་དེ་ཁོ་ཚོ་ཐུགས་བཅད་པས་ད་ཅིག་གྲལ་བསྡུར་སོགས་ག་ལ་གང་ཚ་མང་པོ་འགྲོ་བཞིན་ཁ་ད་ཅིག་ཕྱི་རོལ་ནས་ད་ཐིག་དེ་འདྲ་གྲལ་བསྡུར་བྱས་གནང་ལ། ད་ནས་ཕྲུག་གི་གོ་སྒྲིག་མཐོ་ཤས་ཡང་མེད་ད་ནས་ཕྲུག་གི་ཚོགས་གཙོ་ད་དམག་རུ་སྒྲིག་གི་ངེས་ནས་ད་ར་ཤི་ཡའི་དང་ཡུག་རེན་གྱི་དམག་དང་འབྲེལ་བའི་ཐོག་ནས་ཨ་ནི་སྐད་ཆ་གལ་ཆོག་པོ་ཞིག་ག་རེ་ད་ཐིག་གང་ད་ད་ད་ད་ཟེར་ལ། ནུབ་ཕྱོགས་རྒྱལ་ཁབ་ད་ནས་ཕྲུག་ངེས་ནས

ད་རྗེས་ལ་འདི་ཨ་རིག་ནང་ལ་འདི་ཨ་རིག་སྲིད་འཛིན་གྲོ་ནོ་ཁྲོམ་ལེའི་སྐབས་སུ་ཨ་ནི་ད་ད་ར་ཤི་ཡ་ཡུག་རེན་གཉིས་པ་ལ་ད་ཕེ་བྷ་ཐུང་རྒྱལ་ཁབ་སུ་ཨ་ནི་ཡུག་རེན་ལ་རྒྱ་རྒྱ་ཧ་འདི་ཕེ་ད་ཅིག་ཁེ་བསང་མ་ང་ཨ་ནི་ཡུག་རེན་ལ་ཧ་འདི་ཕེ་ད་ཅིག་གོ་སྐབས་འདི་མ་ང་དྲོ་ཞེས་ཟེར་བ་འོ་དེ་རིང་འདི་ད་ཞིག་ཅེས་ད་ག་འདི་ད་འདི་ཟེར་ལ་ད་ནས་ཁྲོ་ཡུ་རོབ་ནུབ་ཕྱོགས་རྒྱལ་ཁབ་ངོས་ནས་ཨ་ནི་གང་ལྟར་ཕྱོགས་ཚང་མར་བསམ་བློ་བཏང་རྗེས་ཡུཀ་རེན་གྱི་སྟོབས་ཆེ་བ་བཟོ་འོས་ཟེར་བ། ཡུཀ་རེན་ལ་གང་ལྟར་བལ་ཐ་ཅིག་གོ་སྐབས་མང་ང་བཀྲིན་ཐུ་བ་ཆི་གོ་རེ་ལ་འདི་རེ་གང་ལྟར་ཁོ་རང་བལ་གསལ་བསྒྲགས་སོགས་གང་ལྟར་བྱེད་རེ་ད་ལྟའི་ད་དུང་ང་ཚོ་ཨིན་ཇི་ག་དེ་མ་སོང་ན། Strong Position། ད་གང་ལྟར་བལ་སྡིངས་ཆ་གཉིས་ཀ་གླེགས་སྐབས་སུ་ཏིག་སི་ཡུཀ་རེན་ལ་སྡིངས་ཆ་དེ་ཆེ་ཡོད་ཟེར་བ། ཨ་འདུག་རེད་ཏིག་སི་སྡིངས་ཆ་མཐོ་བ་དེ་ཡུཀ་རེན་ལ་སྤྲད་ཐུ་བ་ཆི་གོ་རེ་ལ་འདི་རེ་གང་ལྟར་ཁོ་རང་བལ་ཐ་ཅིག

ལྟ་སྟངས་དེ་དེའི་སུ་ལོ་ག་གླེ་ཡོད་རེད་བ། དཔེར་ན་དང་པོ་དེ་ལ་ར་ཤི་ཡས་ཡུཀ་རེན་གྱི་དམག་དེ་ལམ་སང་བས་ཏེ་འཇུག་འདྲེས་ལམ་སང་ཐག་ཆ་བྱས་མི་འདི་སྐད་ཆ་འགྲོ་གྲོན་ཐོབ་མི་ཤེས་ཡི་འདུག་བ་ཨ་ནི་དེ་འདྲའི་སྐད་ཆ་བཤད་སྐབས་སུ་གྱོང་རག་ཉེན་ཏེ་ཡིས་ད་ཡུཀ་རེན་ཆགས་ཡི་འདུག་བ་རེད་བ་ཨ་ནི་ག་སྲིད་ཡུཀ་རེན་ལ་གྱོང་རག་ཡོད་ན་ཨ་ནི་ཐེ་གི་ཐེ་གི་ག་ད་ཤུགས་ནི་གྱོང་རག་ཉེན་ཏེ་ཡུ་རོབ་ཆགས་ཡི་རུ་བ་རེད་བ་ཨོ་དེར་སོང་ཙང་ཨ་ནི་ཡུ་རོབ་ངོས་ནས་ད་གཅིག་མ་བྱས་རང་བྱས་རེད་བ་རེད་བ་ཨོ་དེར་སོང་ད་དང་པོ་དེ་ལ་དེའི་དཀའ་ངལ་དེ་ཡིན་ཨ་ནི་དེ་མཉམ་དུ་དཀའ་ངལ་གཉིས་བ་སྟེ། ད་ད་དེ་ཞག་ཨ་རིའི་སྲིད་འཛིན་གསར་བ་འགྲོ་ནོར་ཁྲོམ་གྱིས

ཏིག་རྒྱ་ཁབ་ཉུང་ངུ་རེད་དོ་ད་སྤྱིར་བཏང་རྒྱ་ཁབ་ག་ལ་གང་བསམ་ཏིག་སྲིད་ཇུས་དེ་ལག་ལེན་བྱེད་ཀྱི་ཡད་དེ་གང་ད་རྒྱ་ཁབ་ག་ལ་གང་བསམ་དུང་ཏིག་སྲིད་ཇུས་དེ་གང་ད་ལག་ལེན་དེར་ཁལ་བྱེད་ཀྱི་མི་རོགས་ཐེར་ཟོང་ད་ད་ཁ་སང་དུ་ཨ་རིག་སྲིད་འཛིན་སོགས་གསར་བ་འགྲོ་ནོར་འཁྲུམ་ངེས་ན་ཨ་ནི་ཐིག་གི་སྲིད་ཇུས་དེ་གང་ལ་ཤུགས་ཆེའུ་བཀར་གྱི་འདུག་ད་གང་ད་ག་སི་ཡུ་རོབ་ལ་ཨ་རིག་གི་སྲུང་སྐྱོབ་བྱེད་ཀྱི་ཡོད་ཟུར་ཨ་ནི་ཨ་རིག་གང་ད་བས་ཁོ་ཚོ་ལ་ད་ཅིག་བལྟ་དགོས་ཀྱི་ཡོད་ན་ཨ་ནི་དང་པོ་དེ་ལ་ད་གང་ད་ཁྱེད་ཚོ་ཡུ་རོབ་ད་གང་ད་ད་ཁྱེད་ཚོ་ནད་འཕྲོ་ཚོགས་མི་ངེས་ན

ཡང་མིན་ན་ཡུཀ་རེན་ནང་དེར་ར་ཤི་ཡའི་དམག་མི་འགྱུར་བའོ་དེ་གང་འདྲ་ཡུཀ་རེན་ངས་ནི་སྐབས་ཅིག་རིང་ཕག་དཔེ་ཐུག་པ་དེ་དཔེ་ཁག་པོ་ལའོ་ད་དེ་ཡང་ཅིག་དང། ཨ་ད་ཁ་ཟེར་དེ་ཨ་ད་ཡུཀ་རེན་གྱི་རྩ་ཁྲིམས་དང་ཨ་ན་ཡུཀ་རེན་ག་ད་ད་ཁྲིམས་ཚང་མ་ང་དེར་ད་ཅིག་ཡུཀ་རེན་གྱི་ས་ཆ་ཅིག་པ་རྒྱ་ཁབ་གཞན་མ་ལ་སྤྲད་ཆོག་ག་དེར་ཐོབ་ཐང་དེ་ར་སུ་གང་ཅིག་ལ་སྤྲད་ཡ་མ་ཟེར་བ་ད་ཡིན་ན་དེ་རིགས་ཀྱི་ཐོབ་ཐང་སྤྲད་མེད་བ་འདྲ་ག་ད་ད་ད་ཟེར་ལ། ག་ད་ཡུཀ་རེན་གྱི་ད་ག་ད་ཁ་ལོ་ད་ཅིག་སེམས་ཀྱི་སེམས་ཀྱི་ག་ད་ནི་བར་གྱི་ཅོག་གི་མི་འདུག་ལ་ད་ག་ད་ར་ཤའི་ཟ་ཅོག་ཟ་བྱེད་ཚོ་ཚུར་ལེན་ཐུབ་བས་ཞོ་གང་ད་ཁག་པོ་ཆ་ཟེར་བའོ་དེར་སོང་ཙང་ཨ་ནི་སྐབས་ཕྱི་རུ་དེ་ཚོ་གང་ད་བར་ད་ཅིག་ར་ཤའི་ལ་སྤྲད་ཨ་ནི་དེ་གི་ཕྱིར་ནི་དེ་གི་ས་ཆ་བྱེད་ཚོ་ད་རྗེས་ད་ག་ད་ད་ཅིག་གྲལ་བསྡུར་དང་ད་ག་ད་ཨིན་ཇི་ག་ད་མ་སོང་ན་དྲིབ་ལོ་མེ་སི་ལ་བོ་རོ་ད་ང་ཚོ།

ཐབས་ཤེས་མེད་པའི་གནས་སྟངས་ཅིག་གང་སླེ་བ་ཡ་མ་གང་ད་བས་ད་ཅིག་ཁ་ལོ་ད་གང་ད་ཅིག་གང་ད་འུ་ཐུག་པའི་གང་ད་བས་ད་ཅིག་ད་ཐབས་ལམ་ཅིག་བཙལ་དགོས་གང་ད་གསལ་བོ་སེ་རྐྱང་འདྲ་བོ་ཅིག་གང་ད་ཅིག་རེད་བྱས་ད་དེ་རྡོག་རྡོག་གང་ད་ས་ཆ་ཅིག་སླེ་རྡོག་མ་བྱས་བ་ལ་ད་དམག་ཏུ་འཇུག་བྱས་ཁག་པོ་རེད་འདུག་བ་ནི་ག་སེ་དམག་ཏུ་འཇུག་མ་བྲིས་བ་ན་ད་གང་ད་ཁ་སང་ཏོག་ཛེ་ལན་སི་ཀི་ཁོ་རང་ཤེས་བ་ནང་ད་གི་ད་ཡུཀ་རེན་གི་མི་དམངས་མང་པོ་གི་སྲོག་ཤོར་ར་རེད་འདུག་བ་རོ་བ་འོ་དེ་འདྲའི་སྐབས་སུ་ད་གང་ད་ད་ཁ་སང་ཏོག་ཛེ་ལན་སི་ཀི་ལགས་རོ་གང་ད་ད་ཅིག་ས་ཆ་སླེ

དེང་སང་ཉེ་ཆར་ད་ལྟ་སི་རི་ཡའི་དེར་ད་ཅིག་རྙོག་དྲ་དེ་ལ་བརྟེན་ཅེས་ད་ལྟའི་པེ་ལི་སི་ཐན་དང་ད་ལྟའི་ཨིས་ར་ཨེལ་གྱི་རྙོག་དྲ་དེ་སྐོར་ལ་ཞེ་དྲགས་སུ་ངས་ཅིག་སྐད་ཆ་དེ་ལ་གས་བཤད་བྱུང་མ་སོང་བའོ་དེ་འདྲ་བཤད་མ་ཐུབ་ལ་བརྟེན་ཅེས་ཡང་ད་ག་ཟེ་ངས་བརྙན་ཐུང་ཟིན་ནས་ཁ་ཤས་ཡང་ག་རེ་བསམ་སི་རི་ད་གང་ད་བསམ་སི་ཀ་རེ་ད་ནི་ཨིས་ར་ཨེལ་དང་ཨ་ནི་པེ་ལི་སི་ཐན་གཉིས་ཀྱི་རྙོག་དྲ་དེ་ད་ཅིག་མཇུག་བསྒྲིལ་ཚར་ཡོད་ཟེར་རོ་ཡང་མ་གང་ད་ཁོ་གཉིས་བར་ལ་གང་ད་བས་ད་ཅིག་གྲོས་བསྡུར་ཟེར་བ་བྱས་རྗེས་ཨ་ནི་དཀའ་ངལ་དེ་སེལ

དེ་ལས་ལྡོག་སྟེ། ཨིས་ར་ཨེལ་ནས་ཕར་ལྟ་ཅིག། གྷ་ཛ་ན་གཏོར་སྐྱོན་དེ་མུ་མཐུད་བཏང། ཨ་མཐུད་གཏོར་སྐྱོན་མུ་མཐུད་བཏང་ཙམ་མ་ཡིན་པར། ད་ལྟ་ཧ་མ་སི་ངས་ནི། ད་ལྟ་ཨིས་ར་ཨེལ་གྱི་མི་མང་ཚོ་ད་རུང་ཡང་གང་དུ་ཕེབས། སིམ་དེ་རོའུ་སོ་ད་གང་དུ་འོ་དེ་ར་སོང་ད་གང་དུ་ཁོ་གཉིས་དཀའ་ངལ་དེ་ད་རུང་ད་ད་གས་ཅིག། སིམ་རོའུ་དེ་འདྲ་སིམ་མེལ་ཏན་ཅེས་ད་པེ་ན་ད་ད་ངོ་ད་ད་ཚེས་བཅོ་བརྒྱད་ཀྱི་ཉིན་བཟོ་ལ།

གང་དེ་ག་ས་ནང་ལ་ད་མི་རིགས་དེབ་སེ་གང་དེ་བས་ད་ཅིག་སི་ཆིའི་ཏིང་གེ་ཟེར་རོ་ཡ་མ་གང་དེ་མི་རིགས་དེབ་སེ་གང་དེ་བས་ད་ཅིག་ག་ལོ་ད་ཅིག་ལས་ཀ་ཅིག་བྱེད་ཀི་ཡེད་བས་སོ་དེ་འདྲ་གང་དེ་བས་ད་ནད་དང་འགྲོ་རེ་བྱེད་ད་དེ་མདོག་མདོག་གང་ད་མི་མང་དཀྱིལ་མ་དེ་ས་ལ་གཏོར་སྐྱེན་བཏང་ཙམ་མ་ཡིན་པ་དེ་ལས་གལ་ཆེ་དེ་ད་མི་མང་རྨས་སྐྱེན་ཕོག་སོ་ཕོག་རྒྱུ་དེ་ད་གང་ད་བཅད་ཐབས་བྱེད་ས་ཡ་མ་ཁོང་ཚོ་བས་ད་ཅིག་ག་ལོ

དེའི་དཀའ་ངལ་དེ་འཕྲད་ནས་བལ་དེ་གང་འདོད་ལྟ་ཅིག་པེ་ལི་སའི་མི་མང་ལ་རྒྱལ་ཁབ་ཐོབ་ཐང་རག་ཡ་ཟེར་བ་ཨ་ནི་ཁོང་ཚོ་ལ་གང་འདོད་བལ་ལྟ་ཅིག་ཁ་ལོ་བ་བལ་དེ་བལ་དེ་དཀའ་ངལ་ཡོང་གི་མ་ལ་གཉིད་དེ་ད་རུང་ཡང་ཞི་བ་ཞིག་གང་འདོད་ལྟ་ཁག་པོ་ཞི་བ་ཞིག་གང་འདོད་ལྟ་ཅིག་ཆ་དེ་ལ་དོག་དེ་ལྟ་གང་འདོད་ཁོང་ཚོ་ལ་མུག་དེ་གང་འདོད་དཀའ་ངལ་འཕྲད་དེ་རེད་གང་འདོད་ལྟ་ཅིག་ནད་དང་འདྲ་བོ་ཅིག་རེད། དེ་ཆ་དེ་མི་ཡང་དེ་གང་ཚོ་གནས་ཚུལ་གལ་ཆེ་བོ་ཞིག་གང་ཚོ་ག་རེ་གོ་ཚོ་ལྟ་དེ་གང་ཚོ་ཁ་གསལ་དེ།

ད་ལྟའི་ཡང་པེ་ན་དེང་དེ་ལྟར་ཧུའུ་ཏི་དེར་གཏོར་སྐྱོན་བཏང་ན་ཁ་ཚ་དེ་ཨི་ཟི་རལ་གང་དེར་ད་ཅིག་ཧུའུ་ཏི་གཏོར་སྐྱོན་བཏང་ན་ལ་ད་ད་ཕར་ཆེར་མི་མང་དགུ་དེ་རང་ད་བསད་ཡོད་དེར་གང་དེར་བས་གནས་ཚུལ་ཅིག་ཨ་ཐེན་དེ་དེ་ཕྱི་ལ་དེ་མི་མང་ཏིག་ཚང་ཚོ་ཡང་གནས་ཚུལ་གལ་ཆོ་གང་ཚོ་གོ་ད་དེ་གང་ད་ད་ཕར་ཆེར་ནང་ཚོ་དེ་རིང་སང་ཉིན་ཡང་མ་ཁ་ཚ་ད་ཅིག་ཉི་མ་ཁ་ཤས་རྗེས་ལ་ཨི་ཟི་རལ་དང་ཨ་རི་ཧ་མ་སི་གཉིས་བར་ལ་གང་དེར་བས་ད་ཅིག

འགྲོ་ནོ་ཁྲོམ་ངས་ནས་ཧ་མ་སི་ལ་སྡིག་ར་ཤོར་སྤྲད་འདུག་ད་དེའང་རྡོག་ཐོ་གང་ད་ཧ་མ་སི་ངས་ནས་གང་མགྱོགས་མགྱོགས་ད་ནས་ཁོང་ཚོ་གི་སྲིད་འགྱོགས་དེ་རུ་ད་ཅིག་ཁོང་ཚོ་གི་སེམས་འགྱོགས་དེ་རུ་ད་ཅིག་ཨིས་རལ་གི་མི་མང་ཚོ་མ་ལས་སོ་ར་ཡང་མ་ན་ཨིས་རལ་མཉམ་དུ་མུ་ཏི་གང་ད་ད་ཅིག་དམག་སོགས་རྒྱབ་འདོད་ན་འདི་སྐབས་སུ་ཁྲོམ་གི་ལས་སླ་བོ་བཞག་མི་མི་དེ་རིགས་གང་ད་བས་སྡིག་ར་སོ་ར་ད་དྲང་བོ་འདོག་གང་ད་སྟེར་བའོ་དེ་རིགས་གང་ད་བས་གནས་སྟངས་མང་པོ་ཞིག་ཆ་གཅིག་ཆ་ན་ཡང་ཁོ་གཉིས་བར་ལ་གང་མགྱོགས་གང་ད་བས་ད་ཅིག་དཀའ་ངལ་སེལ་རེ་བ་ཡེ་བའི་སོ་ར་འགྲོ་རེ་བྱ་ད་ཡིན་ན་སྲིད་དུམ་དེ་དང་ཚོ་རྗེས་ལ་ད་ཡེ་འདྲ་བོ་ཅིག་ཨ་ཆ་ད་ཞིག། འོ་ལོ་ད་དེ་རིང་ཕ་གཞི་དང་བོ་ཁ་གསལ་དེ་ད་ཨི་ཟི་རལ་དང་ད་དེ་པེ་ལི་སེན་གི་རྙོག་དྲ་དང་འབྲེལ་བའི་ཐོག་ནས་ད་དེ་རིང་ཕ་གཞི་དེ་འདྲ་འདྲ་བོ་ཅིག་ཨ་ཆགས་ཏེ་ཡོད། དེ་བཞི་ད་དེ་མཉམ་དེང་སང་ཚོ་ད་གཉའ་གདོང་གི་ད་གནད་དོན་གསུམ་པ་དེ་ག་རེ་གོ་ལ་ད་དེ་ད་ད་སི་རི་ཡའི་དེར་ད་ཅིག་ཨ་རྙོག་དྲ་དེ་གོ་ལ་ཅིག་ཨ་ཆགས་ཏེ་ཡོད། ད་དེ་ཡང་ཚོ་ཁ་གསལ་དེ་ད་ད་སི་རི་ཡའི་དེར་ད་ཅིག་རྙོག་དྲ་དང་འབྲེལ་བའི་ཐོག་ནས་ད་ད་དེའི་ཞལ་གནས་ཚུལ་གལ་ཆེ་བོ་ཅིག་ག་རེ་ལ་ད་དེ་ག་ད།